རྣམ་པ་ལས་ཀྱི་ཁམས་བཟང། དེ་ནས་དེ་རིང་ཡང་ཡང་བསྐྱར་ངས་མུ་མཐུད་ནས་དེ་ནི་ཁྱད་པར་དུ་འཕགས་པའི་འདོད་པ་དེ་ཡིན་མ་མུ་མཐུད་ནས་ཞུ་ཡ་ཡིན། དེ་ནས་དེ་རིང་བདག་གར་ཆགས་ཡ་རེད་ཟེར་ན་ནི་ཚིགས་སུ་བཅད་པ་ལྔ་པ་དེ་ཆགས་བསྡད་ཡོད་པ་རེད་ཤོ་ལོ་ཀ་ལྔ་པ་དེ། ད་ཤོ་ལོ་ཀ་ལྔ་པ་དེ་ག་རེད་འདུག་ཟེར་ན། ལྷ་ཆེན་གྱིས་ནི་འདོད་པ་དག་བསྲེགས་ཉེས་པས་ན་ཕྱིར་ཡང་འབྲང། ཁྱེད་ཀྱི་ཡེ་ཤེས་ཤུགས་ཀྱིས་ནི་འདོད་པ་རྩད་ནས་བསྲེགས་ནས་སྟོན་ཟེར་དེ་རེད་འདུག། དང། དང་པོ་ཚིག་འགྲེལ་ཞུ་བས་ན། བླ་ཆེན་ཚེ་འདི་ད་ག་སང་ཞུས་པ་ནང་བཞིན་མ་བསྡེབས་ཟེར་དེ་རེད་བླ་ཆེན་པོ་དབང་ཕྱུག་ལ་གོ་གི་ཡོད་པ་རེད། བླ་ཆེན་གྱི་གི་གར་ཟེར་ན། འདོད་པ་དག་སེག་ཉེས་པས་ན་ཕྱིར་ཡང་འབྲང། བླ་ཆེན་པོ་གིས་ཁོ་རང་གི་ད་སེམས་ནང་ལ་ཡོད་པའི་འདོད་ཆགས་འདོད་པ་དེ། ནི། ད་སེག་ཉེས་པས་ན་ཟེར་ཏེ་ཁོ་རང་གི་ད་སྤང་སྤང་བའི་སྐད་ཆ་རེད། ཡག་པོ་མ་སྤངས་ཙང་བསྲེག་ཉེས་པས་ན་ཁོ་རང་གིས་ད་འདོད་ཆགས་ཡག་པོ་མ་སྤངས་ན་མ་སྤངས་བ་སོང་ཙང་ཕྱིར་ཡང་བགྲང་ཟིན་ཡང་བསྐྱར་རྗེས་སུ་ཧོ་ཆགས་པ་དེ་ཡར་སྐྱེས་སླེབས་པ་རེད། དེས་ལྷ་ཆེན་པོ་གིས་ད་ཁོང་གིས་སྐྱོན་འདི་བྱ་གི་ཡོད་པ་རེད། ཨ་ནི་སངས་རྒྱས་ཀྱིས་དེ་ལ་ད་ག་རེ་ཟེར་ན་ཁྱེད་ཀྱིས་ཡེ་ཤེས་ཞུགས་ཀྱིས་ནི་འདོད་པ་བརྩད་ནས་བསྲེག་ནས་སྟོན། སངས་རྒྱས་བཅོམ་ལྡན་འདས་ཡེ་ཤེས་ཀྱི་བཞུགས། ད་བཞུགས་ཟེར་ཏེ་ད་ལྟ་ཞལ་ཞབས་ཀྱི་བཞུགས་ག་ས་བཞུགས་བཞུགས་ཟེར་ཏེ་མེ་ལ་གོ་དགོས་ཡོད་པ་རེད་མེ་གི་ཞེ་ས་རེད། ཨཱ་ནི། སངས་རྒྱས་ཁྱེད་རང་གི་ཡེ་ཤེས་ཀྱི་མེ་དེ་ག་རེ་བྱེད་དུ་ཟེར་ན། ཨཱ་ནི་འདོད་པ་དེ། ནས་ཁྱོད་རང་སོ་སོ་གི་སེམས་ཀྱི་འདོད་པ་དེ་སངས་རྒྱས་ཐུགས་ཀྱི་སེམས་ལ་ཡོད་པའི་ད་འདོད་ཆགས་དེ་ག་རེ་བྱེད་དུ་ཟེར་ན། རྩ་བ་ནི་ཁོ་རང་མེད་པར་བཟོས་འདུག་ཟེར། ད་དཔེར་ན་དཔེ་དཔེ་ཅིག་ཞུས་པ་ན་ག་འདྲ་རེད་ཟེར་ན། སྤྱི་བཏང་ང་ཚོ་ཤིང་སྡོང་གི། ཤིང་སྡོང་ཡོད་རེད་ཤིང་སྡོང་གི་སྒོ་གཏུབ་བཞག་པ་ན་ཡང་བསྐྱར་ག་ལས་བྱས་ནས་ཡང་ཁོ། ཤིང་སྡོང་གི་ཡར་སྐྱེས་ལས་ཀྱི་རོ། དེ། ད་ལྷ་ཆེན་པོ་གིས་ད་ཁོ་ཁོ་རང་གི་འདོད་ཆགས་སྤང་ཐང་དེ་འདི་འདྲ་ཆགས་ཡོད་པ་རེད་གར་ཟེར་ད་ཤིང་སྡོང་སྒོ་བཅད་པ་ནང་བཞིན། སངས་རྒྱས་བཅོམ་ལྡན་འདས་འདོད་ཆགས་དེ་ག་ནས་སྤངས་པར་སོང་རྩ་བ་ནས་ཁོ་རང། ད་ཤིང་སྡོང་བརྗོད་པ་ན་རྩ་བ་ནས་ཁོ་རང་བྲུས་ནས། སྟོན་བཞག་པ་ཡིན་ན། དེ་ནས་ཁོ་ཤིང་སྡོང་ཡང་བསྐྱལ་སྐྱེལ་གྱི་མ་རེད་དེ་ནང་བཞིན་གྱི་དེ་རེད། ད་དེའི་སྐོར་ལ་ཁོ་རང་གིས་དེ། དཔེ་ཆ་ནང་ལ་ད་དེ་ཡོད་པའི། དྲུག་གཏམ་རྒྱུད་དེ་ཞུས་པ་གཏམ་རྒྱུད་ག་འདྲ་རེད་ཟེར་ན། དེ་ནས་ཁ་སང་ད། ལྷ་དབང་ཕྱུག་འདི་བཅས་ར། གྲོང་ཁྱེར་གྲོང་ཁྱེར་གསུམ་བསྲེགས་ཟེར་ལྷ་མ་ཡིན་གྱི་གྲོང་ཁྱེར་དེ། བསྲེགས་པ་ར། ལྷ་མ་ཡིན་གྱི་གྲོང་ཁྱེར་བསྲེགས་ཏེ་ནི་ཁོ་རང་གིས་ད་སྡིག་པ་ཚབས་ཆེན་པོ་བསགས་རེད། སྡིག་པ་ཚབས་ཆེན་པོ་བསགས་ཙང་ནི་ཁོ་རང་གིས་ད།

འདོད་ལྷ་གིས་ད་འདོད་ལྷ་དེ་ཚོ་ད་ཁོ་གི་གོམ་ལ་འབར་རྩེད་བཏང་བ་རེད། འབར་རྩེད་འདྲ་བོ་བྱས་དུས་ནི་ཁོ་ཁོ་ཁོ་ལྷ་འོང་ཚུལ་ཁོང་ཁྲོ་ལངས་པ་རེད། ཁོང་ཁྲོ་ལངས་ནས་དེ་ནས་ཁོ་ད་ཁོ་རང་གི་ད་མིག་གསུམ་ཡོད་ར་ད་མིག་གཉིས་དང་དེ་ཐོད་པ་ལ་མིག་གཅིག་མིག་གསུམ་ནས་མེ་སྤར་ཡོང་བ་རེད་ད་མེ་དེ་ཁོ་ཁོང་ཁྲོ་ལངས་ནས་མེ་གཅིག་སྤར་ཡོང་དུས་ཨ་ནི།

ད་ག་རེ་ཟེར་ན་ཁོ་རང་གིས་འདོད་ཆགས་ཡག་པོ་སྤང་མ་ཐུབ་ཙང་མིག་གིས་བར་ཆད་བཏང་ཐུབ་གི་ཡོད་རེད། ད་ཁོ་ལ་བར་ཆད་བྱེད་ཆོག་ཆོག་རེད་ད་ཁོ་ལ་ག་རེ་བྱེད་པ་ནས་ཁོ་ལ་སྐྱོན་ཆགས་འགྲོ་གི་འདུག་གང་ལྟར་ཁོ་རང་གི་སེམས་འཁྲུག་འགྲོ་འདོད་ཆགས་སྐྱེས་འགྲོ་ཁོང་ཁྲོ་ལངས་འགྲོ་མ་གཏོགས། ལངས་འགྲོ་གི་ཡོད་པ་རེད་ད་འདིས་ག་རེ་བྱེད་ནུས་ཟེར་ན་ཁོ་རང་གི་སེམས་ནང་གི་ད་ཁོང་ཁྲོ་དང་ད་འདོད་ཆགས་ཡག་པོ་སྤང་ཐུབ་མེད་ཙང་ནི་ང་ཚོ་ད་ང་ཚོ་སོ་སོའི་སྐྱེ་བོ་ནང་བཞིན་ཆགས་ནས་ད་ང་རང་ཚོ་མི་ཐམས་རང་བ་ནང་བཞིན་ཆགས་ནས་ཁོ་ལམ་སང་ཁོང་ཁྲོ་ལངས་འགྲོའི་ཆགས་པ་སྐྱེས་འགྲོའི་དེ་འདྲའི་རེད་དའོ་འདི་ཆགས་ཀྱི་འདུག་ཟེར། ད་ཁྱེད་ཀྱི་ཡེ་ཤེས་ཤུགས་ཀྱིས་ནི་འདོད་པ་རྩད་ནས་བསྲེགས་ཞེས་བསྲེགས་ནས་སྟོན། སངས་རྒྱས་བཅོམ་ལྡན་འདས་ཡེ་ཤེས་ཀྱི་མེ་དེ་ག་རེ་བྱེད་ཟེར་ན། ད་སོ་སོ་གི་འདོད་ཆགས་སེམས་ཀྱི་འདོད་པ་འདི་རྩ་བ་ནས་ཁོ་རང་སྟོན་པ་རེད། རྩ་བ་ནས་ཁོ་རང་མེད་པར་བཟོས་པ་རེད་ད་གིས་གོང་དུ་ངས་དཔེ་ཞུས་པ་ནང་བཞིན། ད་འདི་ད་ལྟ་ཁོ་རང་འདི། དཔེ་ཆ་གི་འགྲེལ་པ་གནང་ན་ད་དེ་འདྲའི་གསུངས་མི་འདུག་རོགས། ཡིན་ན་ཡང་ད་ངས་ཁ་སྐོང་གི་ཚུལ་དུ་ཞུས་པ་ཡིན་ན། སྤྱི་དང་ད་སངས་རྒྱས་བཅོམ་ལྡན་འདས་ནི། ད་སངས་མ་རྒྱས་སྔོན་ལ་ནི་ཁོ། ད་རྡོ་རྗེ་གདན་ཉེ་འགྲམ་ལ་ཁོང་སྐོང་རྒྱབ་བཞུགས་དུས་ཙམ་པ་ལ་ནི། ག་རེ་ཞུ་གི་རེད་འདོད་ལྷ་དེ་ཚོ་གི་དེ་འདྲའི་བུ་མོ་མཛེས་མ་དེ་ཚོ་སྤྲུལ་ནས་ནི་ཁོ། བར་ཆད་བཏང་ག་ལ་ད་ཁོ། གྲོས་འཆར་ཀྱི་བཅུ་བའི་ལ་དེ་འདྲའི་གྲགས་མ་འདྲ་ཞབས་བྲོ་དེ་འདྲ་ཁྲག་དེ་འདྲའི་བྱེད་དུས་ཨ་ནི། ནམ་རྒྱུན་གྲགས་མ་འདྲ་སྟོན་པ་ཡིན་ནའི་སངས་རྒྱས་བཅོམ་ལྡན་འདས་ཏིང་ངེ་འཛིན་ལ་ད། རྩེ་གཅིག་ལ་མཉམ་པར་བཞུགས་ནས་ཁོང་ཚོ་གིས་ག་རེ་བྱེད་ཟེར་ན། ཁོ་རང་ཚོ་ད་ཞབས་བྲོ་ཁྲག་དེ་འདྲའི་བྱེད་ན་ག་ཚོད་ཐང་ཆད་ནས། ཁོ་རང་ཚོ་ད་ལོག་མ་འགྲོ་རང་འགྲོ་ཆགས་མོད་སངས་རྒྱས་བཅོམ་ལྡན་འདས་དེ་རིང་སེམས་ཁོང་ཚོ་གི་མིག་ཟུར་གྱིས་ཡང་སངས་རྒྱས་བཅོམ་ལྡན་འདས་སྤྱན་ཟུར་གྱིས་ཡང་ཁོང་ཚོ་སྦོམ་པ་འདི་ཚོ་ལྟ་ཡོད་མ་རེད་ཟེར་ནས་ད་དེ་ང་ཚོ་ནམ་རྒྱུན་སངས་རྒྱས་རྣམ་ཐར་ན་དེ་འདྲ་གསུང་གི་ཡོད་པ་རེད། འོ་དེ་འདྲ་བུ་ཅི་ཆགས་ཀྱི་འདུག། དེ་ནི་ངས་ད་སྐད་ཅེས་ཡང་བསྐྱར་ད་ཟློས་ཀྱིན་གྱི་ཚུལ་ཞུས་པ་ཡིན། ཨཱ་ནི། ལྷ་དབང་ཕྱུག་དེས་ཨཱ་ནི་ཁོ་ཁོ་རང་གི་ད་སེམས་ཀྱི། འདོད་ཆགས་དང་དེ་ནས། ག་རེ་ཟེར་བོ་ཨཱ་ནི། ད་ཁོང་ཁྲོ་དེ་ཚོ་ཡག་པོ་སྤང་ཐུབ་ཡོད་མ་རེད། ད་ཁོ་ལ་མི་གཞན་དག་གིས་ད་བར་ཆད་བཏང་ཐུབ་ཀྱི་ཡོད་རེད། འདོད་ལྷ་དང་ད་གང་ལྟར་སུ་ཡིན་ན་བར་ཆད་དེ་ནི། བར་ཆད་བཏང་ཐུབ་ཡོད་རེད། སངས་རྒྱས་བཅོམ་ལྡན་འདས་དེ་ལ་ནི་ཁོ་རང་གི་ད་སེམས་ཀྱི་འདོད་ཆགས་དང་རྩ་བ་ནས་རྩ་བ་ནས་ཁོ་རང་སྤངས་པ་སོང་ཙང་གཞན་གྱིས་ཁོ་ལ་ད་གནོད་པ་སྐྱལ་དང་དེ་ནས་ལགས་སོ་བ་བྱུང་ཡོད་མ་རེད་ཟེར་ནས་ཞུས་ཀྱི་འདུག་འོ་ལགས་སོ་ཐུགས་རྗེ་ཆེ་དེ་ནས་རྗེས་སུ་ཡང་བསྐྱར་ངས་མུ་མཐུད་ནས་ཞུས་ཡིན། ལགས་སོ་ཐུགས་རྗེ་དེ་ནས་རྗེས་སུ་བྱས་ཡོང།